དེ་ལོའི་སྟོན་དཔྱིད་བཅུ་གཉིས་བཤད་པའི་སྐབས་སུ་ལ་དང་པོ་དེ་མ་རིག་པ་གསུངས་པ་རེད། མ་རིག་པ་གསུངས་པའི་སྐབས་སུ་ལ་བདག་མེད་པ་དེ་ཧ་མ་གོ་མ་རིག་ནས་བདག་ཏུ་གྲུབ་སོང་བ་དེ་ལ་མ་རིག་པ་བདག་ཏུ་འཛིན་པ་གསུངས་བ་རེད། དེ་མིན་མགོ་བརྩམས་ནས་ད་མང་པོ་རེད་ད་དེ་ཚོ་ད་ལྟ་བཤད་ཡག་དུས་ཚོད་མི་འདུག་གཞུང་ན་རིན་པོ་ཆེ་རྣམ་པ་ཚོ་དང་དགེ་བཤེས་རྣམ་པ་ཚོ་བླ་མ་རྣམ་པ་ཚོ་སྐུ་མདུན་ནས། བསྐང་ཚུལ་ཞུ། བདག་ཏུ་འཛིན་བྱ་དུས་ད་ང་རང་ལ་བདག་ང་སྲེད་ཚ་རེད་པ། དེ་ནས་ད་གཞི་མ་ཚང་མ་གཞན་རེད་པ་ང་མ་རེད་པ། འོ་དེ་ཡིན་དུས་ད་ང་རང་གིས་མི་རེ་རེ་རེ་རེ་ནས་སོ་སོ་སོ་སོ་གི་ང་ང་ང་ང་བསམ་ཚར་དུས་དེ་ནི་ང་རང་གི་ཕྱོགས་དེ་ལ་ཞེན་ཆགས་ཡོང་གི་རེད། དེ་ནི་གཞན་གྱི་ཕྱོགས་ལ་དེ་ཙམ་ཞེན་ཆགས་ཡོང་གི་མ་རེད། དང་པོ་ང་རེད་དང་པོ་ང། སབ་སི་པེ་ལེ། མེ། ཡེ་ཧམ། ལ། དེ་ནི་ང་རང་གི་དོན་བསྒྲུབ་རྒྱུ་དེ་དང་པོ་རེད། དེ་ཡིན་དུས་དེ་ནི་བདག་དང་གཞན་གཉིས་སུ་འཛིན་སོང་བ་རེད། བདག་འཛིན་ཡོད་ན་གཞན་འཛིན་ཡོད་རེད། དེ་ནི་བདག་གཞན་གཉིས་སུ་འཛིན་པའི་གི་གཉིས་འཛིན་མིན། གཉིས་སུ་འཛིན་པ་ཟེར་ནས་དོན་དེ་དེ་ཁོ་བོས་ཀྱི་རྩ་བ་ཆེན་པོ་རེད། བརྟེན་ནས་དེ་ནི་རང་གི་ཕྱོགས་ལ་ཆགས་པ་དང་ཞེན་པ། གཞན་གྱི་ཕྱོགས་ལ་སྡང་བ། ཞེ་སྡང། དེ་ནི་ད་ང་རང་གི་དཔེ་ཆེས་ཡག་པོ་བྱུང་ན་དེ་ནི་ང་སྤྱིར། དེ་ནི་གཞན་མ་ལ་རང་ལས་ལྷག་ཙམ་ཅིག་བྱུང་གི་ཡོད་ན་དེ་ལ་ཕྲག་དོག།

སོ་སོའི་གི་ལས་ས་ལས་སྡུག་པོ་ཡིན་ན་ཡང་སོ་སོའི་གི་ས་ནས་འབྲས་བུ་གཞན་ལ་སྣང་ཡོང་གི་མ་རེད། ལས་བཟང་པོ་ཡིན་ན་ཡང་སོ་སོའི་གི་ས་འབྲས་བུ་གཞན་ལ་སྙོང་ཡོང་གི་མ་རེད། སོ་སོའི་གི་ལས་ས་དེ་གི་འབྲས་བུ་དེ་སོ་སོ་ལ་སྙོང་གི་རེད། ངས་དཔེ་ཆུང་ཆུང་གཅིག་བཞག་གོ་ལ། ཁྱེད་རང་ཚོས་ས་ཆ་ལ་དཔེ་མང་པོ་བསྡད་འདུག།

ཁྱོད་ཁ་ཁ་འབྲས་བུ་ཁ་ཁ་ཡོང་གི་མ་རེད། ལས་དང་ལས་རྒྱུ་འབྲས་དེ་ལྷོད་ཡ་མེད་པ་རེད། ནོར་ཡ་ཡོད་མ་རེད། དཔེར་ན་ང་རང་ལ་ཕ་གི་ལས་ཁུངས་གཅིག་ཡོད་ན Office། དེ་གཅིག་གིས་ཡག་པོ་སྤྱོད་ནས་ཡག་པོ་བྱས་ཡོད་རེད་བ། ཞེས་ཡོད་ཀྱང་ལ་ཞེས་ཡོད་ཀྱང་ཟེར་ན། ལས་འབྲས་ཀྱི་དོན་དེ་ལ་ལས་ཁུངས་ཡོད་མ་རེད། དེ་ནང་ལ་མི་གཅིག་ཡོད་མ་རེད། ཐོས་རྫ་ཚོའི་ཤུག་པོ་གཅིག་ཡོད་མ་རེད། དེ་ཚང་མ་རང་གི་སེམས་ཀྱི་ཐོག་ལ་ཡོད་རེད་ཚང་མ་ལས་ཁུངས་དེ་རང་གི་སེམས་རེད། ཐོས་རྫ་མཁན་དེ་རང་གི་སེམས་རེད། རྒྱབ་ས་ཀྱི་ཤུག་པོ་དེ་རང་གི་སེམས་རེད།

ང་ཚོའི་དུང་སོང་མཆན་པ་མ་རེད་བ། ད་ལྟ་བར་ཡང་ང་ཚོས་ཡག་པོ་ཤེས་ཀྱི་མི་འདུག་བ་ཚང་ཚིང་ལེ་དགོས་ཀྱི་འདུག་བ། འོ་དེ་འདྲ་ཡིན་དུས་དེ་མིན་འདི་ལྟར་ཤེས་ཀྱི་མ་རེད་བ། ད་ད་ལྟ་ང་ཚོའི་འདི་ན་ལ་མི་ལུས་འདི་འདྲས་ཀྱི་ལེན་ཡོད་རེད་ད་མཚམས་མཚམས་ལ་སྐྱིད་པོ་དགའ་པོ་ཡོང་གི་རེད་ཡག་པོ་ཡོང་གི་རེད་མཚམས་མཚམས་ལ་ཡང་སྡུག་པོ་མྱོང་གི་རེད་མོས་མཐུན་ཡོང་གི་རེད་ཆག་སྒོ་ཡོང་གི་རེད་འོ་མང་པོ་ཡོང་གི་རེད་ཡིན་ན་ཡང་ང་རང་ཚོ་མི་ཚེ་འདི

སྟོན་པས་སོ། ཞེས་པའི་ལས་ཚུལ་ཕུལ་ཏོ། དེའི་སྐད་དེ་ནི་རྒྱུ་མཚན་དེ་ལ་བརྟེན་ནས་དེ་ནི་འཇམ་དཔལ་གླིང་གི་ནང་ལ་མི་མང་པོས་རང་ཤི་བརྒྱབ་ཀྱི་ཡོད་རེད་ང་རང་ང་རང་བསད་ཀྱི་ཡོད་རེད་ཁྱོད་ལ་ཆོམ་དུག་ཟ། དེ་ནི་རང་ཤི་བརྒྱབ་མཁན་མང་པོ་རེད། ཉི་མ་རེ་རེ་ལ་མི་ཁྲི་མང་པོ་ཤི་གི་ཡོད་རེད་འཇམ་དཔལ་གླིང་ལ་འབུ་མི་ཤི་གི་ཡོད་རེད། དེ་གང་ལ་བརྟེན་ནས་ཡོང་གི་ཡོད་རེད་ཟེར་ན། དེ་ནི་ལས་བཅུ་འབྲས་ཤིང་དུ་ཡོད་མ་རེད་སྐྱེ་བ་ཁ་ཤས་ཤིང་དུ་ཡོད་མ་རེད་ད་ཤི་ཆུ་ལེན་སྐྲག་གི་ཡོད་རེད་ག་རེ་ཟེར་ན་ང་མེད་པ་རེད་འགྲོ་གི་རེད་བསམ་ན་སྐྲག་གི་ཡོད་རེད་ད་ད་དེ་འདྲ་ཡིན་དུས་ནི་ད་ཁོ་རང་ད་ལྟ་མི་ཚེ་འདི་སྐྱིད་པོ་མི་འདུག་ང་རང་ལ་དཀའ་ངལ་མང་པོ་འདུག་དེ་ནི་སྐྱིད་པོ་མི་འདུག་དེ་ལས་ང་རང་ནད་པ་བཏང་ན་དགའ་ས་རེད་བསམ་ནས་དེ་ནི་ནད་པ་ཆགས་གི་རེད་བསམ་ནས་དེ་གི་བསམ་ན་དེ་གི་དེ་ནི་ནད་པ་བཏང་གི་ཡོད་རེད། དེ་ནེ་པ་ལ་ཡོད་མ་རེད། ཁོ་རང་ཤི་ཚ་རང་ཤི་བསྐྱབས་ནས་ཤི་ཚ་ན་སྐྱེ་བ་ཕྱི་མ། ལས་ལ་བརྟེན་ནས་ག་ལ་ཡང་སྐྱེ་དགོས་ན་དེ་ན་སྐྱེ་གི་རེད་མ་གཏོགས་ཀི་ནེ་པ་ལ་ཡོད་མ་རེད། ཤི་ཟེར་ན་ཡང་འགྲིག་གི་རེད་ད། མ་ཤི་ཟེར་ན་ཡག་གི་རེད་བ། མ་ཤི་ཟེར་ན།

ད་ང་ལ་སེམས་ཁྲལ་མི་འདུག། ཁོ་ཐུགས་སུ་ལབ་སོང་ཨ། དེ་བས་རིགས་དྲུག་གི་རྒྱུད་ལ་དེ་ནས་ཉོན་མོངས་པ་དུག་ལྔ་ལབ་སོང་ཨ། དེ་ནི་དེ་བས་རིགས་དྲུག་གི་ཉོན་མོངས་པ་དུག་ལྔ་རེ་གཅིག་ཚང་གི་མི་འདུག་ཨ། འོ་དེ་ག་རེ་རེད་བསམ་ན། ན་དེ་ནི་དེ་ཉོན་མོངས་པ་དུག་ལྔ་ལ་བརྟེན་ནས། དེ་ནང་ནས་ཀྱང་གཙོ་བོ་འདོད་ཆགས་ལ་བརྟེན་ནས་ཞེན་ཆགས་ལ་བརྟེན་ནས་དེ་ནི་སེམས་མ་ཡོད་སེམས་མ། སེམས་ནང་སེམས་ཁྲལ་དེ་སྤྱི་བཏང་གི་དེ་ནི་མི་དཀྱུས་མ་ལ་སེམས་ནང་ལྟས་ཚུལ་དགོས་བ་རེད། སེམས་ནང་ལྟས་ཚུལ་མེད་ན་དེ་ནི་གང་ལྟ་བ་མེད་པ་དང་དེ་རིང་གང་ལྟ་མེད་པ་དང་ཟེར་མིན་ཟ་ཡ་ཡོད་མ་རེད། རེད་པ། དེ་ནི་ནང་ལ་སྤུ་གུ་བུ་ཕྲུག་ཡོད་བ་རེད་ཁྱིམ་བཟའ་ཚང་ཡོད་བ་རེད་ཚང་མ་དཀའ་ངལ་འཕྲད་གི་རེད། སེམས་ནང་ལྟས་ཚུལ་ལྟ་དགོས་བ་རེད་སེམས་ནང་དགོས་བ་རེད། ཡིན་ན་ཡང་སེམས་ནང་ཤུགས་ཆེར་བཏང་ཡོད་ན།

དུ་འདོད་ཞེན་ཆེན་པོ་རེད། འོ་དེ་འདྲའི་ཚེ་ན་བསགས་བསགས་བསགས་སྡོད་ན་དེ་ནི་དེ་རང་གི་དེ་ཟ་མ་ཐུབ། རང་གི་སྤུ་གུ་བུ་ཕྲུག་ལ་ཕན་མ་ཐོགས་རང་གི་ཁྱིམ་བཟའ་ཚང་ལ་ཕན་མ་ཐོགས་ཡང་དཀོན་མཆོག་ལ་མཆོད་པ་མེད་མ་ངན་ནོར་ལ་སྦྱིན་པ་མེད་དེ་ནི་སོ་སོ་གི་ནོར་ཚང་མ་དེ་རང་ཕ་ཤི།

དེ་ནས་ད་དྲིས་ཟེར་བའི་སྐབས་སུ་ལ་ཨ་ད་དང་པོ་དྲིས་སོང་དང་པོ་དྲིས་སོང་ཅི་རེད་ད་ཡང་ང་རྒྱལ་འདུག་པོ་ཅིག་རེད་བ། དེ་ནས་ཁོ་པ་ནག་པོ་གི་ང་རྒྱལ་ཡོད་ན་ལྷ་ལ་སྐྱེ་གི་མ་རེད་དམྱལ་བ་ལ་སྐྱེ་གི་རེད། དེ་ནས་ང་རྒྱལ་པས་ལན་གོ། ད་ང་ལ་བཅུད་ཡོད་ང་ལ་ཡོན་ཏན་ཡོད་ང་ལ་དབང་ཡོད། འོ་དེ་གི་ད་གཞན་ལ་ཕན་བཏགས་གཞན་དབང་མེད་མཁན་ཚོ་ལ་རོགས་པ་བྱེད་ངའི་གཞན་ནོར་མེད་མཁན་ཚོ་ལ་ནོར་བསྟད། ཡང་དཀོན་མཆོག་ལ་མཆོད་པ་ཕུལ། ང་སེམས་ཅན་ལ་སྦྱིན་པ་བཏང། དེ་འདྲའི་བྱས་ནས་དེ་མིན་དེ་འདྲའི་གི་ད་སྤོབས་པ་དང་ང་རྒྱལ་དེ། ལེགས་པའི་ཕྱོགས་ལ་བཏང་ན་དེ་ནི་ལྷ་ལ་ཡི་ཡུལ་དུ་བྱེད་གི་རེད། ཐམས་ཅད་ཀྱི་གོམ་པ་མ་རི་པ་ལྷ། འགྲོ་བ་རིགས་དྲུག་གི་ནང་གི་ལྷ།

ངའི་ལས་དང་བག་ཆགས་ཀྱི་འབྲས་བུ་དེ་མངོན་དུ་གྱུར་ཡོང་དུས་དེ་ནི་འགྲོ་བ་རིགས་དྲུག་གི་ཁམས་དེ་གྲུབ་པ་རེད། དེ་ནི་ཡི་དྭགས་དེ་སུ་གི་བཟོ་བ་རེད། བཟོ་མཁན་ཡོད་མ་རེད། དེ་ནི་ཉོན་མོངས་པ། ཉོན་མོངས་པ་དུག་ལྔ་སེར་སྣ་དང་བཅས་པའི་གིས་ལས་བསགས་པའི་གིས་ལས་བསགས་པ་དང་དེ་ནི་ལས་ངན་པ་བསགས་པ་དང། དེ་གི་བག་ཆགས་དང། དེ་ལ་བརྟེན་ནས་དེ་གི་འབྲས་བུ་སྟེ་འཁྲུལ་པའི་སྣང་བ་སྔོན་སོང་བའི་ཤར་ཡོང་པ་རེད། དེ་ལ་འགྲོ་བ་རིགས་དྲུག་གི་དངོས་དང་བཅུད་ཚང་མ་དེའི་དོན་དང་ང་རང་གཙོ་བོ་རྒྱལ་སྲས་ཞི་བ་ལགས་ཀྱིས་དེ་ནས་བཅུ་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པའི་ངང་ནས་གསར་དུ་གསུངས་ཡོད་པ་རེད། སྤྱན་གཟིགས་ས་གཞི་སུ་ཡིས་བྱས། མེ་ཚོགས་དེ་དག་གང་ནས་བྱུང། འདི་འདྲ་དེ་དག་ཐམས་ཅད་ནི། སྡིག་སེམས་ཡིན་པར་ཐུབ་པས་བཟུང། སྡིག་པའི་གེགས་སེམས་ཀྱི་རྒྱུ་ལ་བརྟེན་ནས་བྱུང་བ་ཡིན་པར་ཐུབ་པས་བཟུང་བ་རེད། སྡིག་པ་དེ་གང་ལ་བརྟེན་ནས་བྱུང་བ་རེད་ཟེར་ན། དེ་ནི་ཉོན་མོངས་པ་དུག་ལྔ་དུག་དྲུག་དེ་ལ་བརྟེན་ནས་བསགས་པ་རེད། བ་དེ་གི་ནང་ནས་གཙོ་བོ་ཞེ་སྡང་ལས་བསགས་པའི་གི་ལས་དང་ཉོན་མོངས་པ་གི་འབྲས་བུ་དེ། དེ་ནས་སྡིག་པ་གི་སེམས་དེ་གི་འབྲས་བུ་དེ། སྐྲ་སེར་ས་གཞི་ལ་སོགས་པ་དམྱལ་བ་དེ་གྲུབ་ཡོང་བ་རེད། ང་དང་དམྱལ་བ་ངོ་མ་གཅིག་ཡོད་མ་རེད། དམྱལ་བ་ངོ་མ་གཅིག་ཡོད་ན་ད། ད་དེ་རིང་སང་ཉིན་འཁྲུག་ཆ་མང་པོ་འདུག་ཨ། དེ་ནི་ང་ཚོ་ནི་འཛམ་བུ་གླིང་གི་མི། དུང་ཕྱུར་བརྒྱད་ཐམ་པ་དེ་ཚོ་བདམས་ནས་ཨ་ནི་དམྱལ་བ་ལེན་འགྲོ་ནས་དམྱལ་བ་དེ་ཕར་གཏོར་བཞག་ན་འགྲིག་གི་རེད་བ། འདོར་ཡ་ཡོད་མ་རེད། དམྱལ་བ་བདེན་པར་འཁྲུལ་པ་ཡོད་མ་རེད། སེམས་ཀྱི་ནང་ནས་འཁྲུལ་པའི་སྣང་བ་ཆགས་ཀྱི་ཡོད་རེད་འཁྲུལ་པའི་སྣང་བ་རེད། ངོ་མ་ཡོད་མ་རེད། རྟོག་བཟོས་འདི་ཡང་ལས་ཀྱི་མ་རེད་འཛམ་བུ་གླིང་གི་ས་གཞི་ནང་འདི་ཡང་ང་ཚོ་གི་འཕུར་པའི་སྣང་བ་རེད་ཨང། ཐུབ་པས་སོང། དེ་མིན་དཔེར་ན། ད་ལྟ་ང་རང་ཚོ་གི་ང་རང་ཚོ་མི་རེ་རེ་ལ་བསམ་བློ་བཏང་ན་རེད་པ། ང་རང་ཚོ་དེ་ནས་ཕྲག་དོག་ལངས་ན། འདི་ཚང་མ་ཕྲག་དོག་ལངས་ཡས་ཡོད་རེད་བ། ཕྲག་དོག་ལངས་ན་དེ་ནི་གཞན་གྱི་བདེ་བ་ཐམས་ཅད་དེ་རང་གི་སྡུག་བསྔལ་གྱི་རྒྱུ་རེད། དཔེ་ཟོག་པོ་རེད་དཔེ་སྡུག་ཅག་རེད། གཞན་གྱི་བདེ་བ་རང་གི་སྡུག་བསྔལ་གྱི་རྒྱུ་དེ་ཕྲག་དོག་རེད། ད་སུ་ལ་སུ་ལ་ཡིན་ན་ཡང། ཁྱེད་རང་ཡུལ་ལ་དྲ་ཐོག་ཡོད་པ་ང་ཧ་མི་གོ། ཡིན་ན་ཏན་ཏན་ཡོད་ཀྱི་རེད་ཡོད་ཀྱི་རེད། ཁྱོད་ཚོའི་སངས་རྒྱས་ཡོད་མ་རེད་རེད་པ། ཡོད་ཀྱི་རེད། ཏན་ཏན་ཡོད་ཀྱི་རེད། དེ་ནས་སོ་སོའི་སེམས་འཇུག། སོ་སོ། དེ་འཕྲལ་ལ་ང་ཚོ་དྲ་ཐོག་ལངས་ཀྱི་རེད།

ཨ་རེ། དེ་ནས་གཞན་གྱི་བདེ་བ་སྟེ་རང་གི་སྡུག་བསྔལ་གྱི་རྒྱུ་འགྲོ་གི་འདུག་ཨ། དེ་ཉོན་མོངས་པ་ཚང་མ་གཅིག་པ་རེད་ཉོན་མོངས་པ་ཚང་མ་གཅིག་པ་རེད། ཡིན་ན་ཡང་ཕྲག་དོག་དེ་ལབ་ཡག་ལས་སླ་པོ་འདུག། ལས་སླ་པོ་འདུག་ཟེར་ན།

འདི་གཏད་ཚུལ་ཕན་གི་རེད། སྐྱོ་ང་མི་ཤེས་རེད་བ། ང་སངས་རྒྱས་ཡིན་ན་ད་ཁ་ཁ་རེད་བ། ང་སངས་རྒྱས་ཡོད་མ་རེད་བ། སངས་རྒྱས་ཡིན་ན་ང་འཁོར་ལོ་བསྐོར་ནས་འགྲོ་དགོས་མ་རེད་བ། སངས་རྒྱས་ཡིན་ན་ང་རྒྱུག་པ་བཙུག་དགོས་མ་རེད་བ། སངས་རྒྱས་ཡིན་ན་ང་ལ་གསུང་དབྱངས་ཡན་ལག་དྲུག་ཅུ་ཡོད་རེད་ད་བར་དུ་དགོས་མ་རེད། ང་གི་འདི་ནས་སོང་ན་ཕ་ཡོད་པ་ཚང་མ་གི་གསར་བུ་གོ་གི་རེད་ཁྱི་ལ་ཡོད་པ་ཚང་མ་གི་གསར་བུ་གོ་གི་རེད་མ་གཏོགས་ཕ་ལ་གོ་ན་ཁྱི་གི་དེ་ཨ་མཆོག་མེད་པ་གཏང་གི་མ་རེད། སྐད་ཆེ་དྲག་རེད་རེད་བ་ཕ་གོ་གི་ན་སྐད་ཆེན་པོ་གོ་གི་རེད་བ་ཨ་ནི་དེ་སངས་རྒྱས་གི་གསུང་དེ་འདྲ་མ་རེད་བ་འདི་ན་ཡོད་པ་ལ་ཡང་དག་དག་གོ། ཐག་རིང་པོ་ཡོད་པ་ལ་ཏག་ཏག་གོ་དགོས་པ། དེ་མིན་སྐད་ཅོར་དགོས་ཀྱི་མ་རེད། ང་མོར་ལྷ་ཡི་སྐད་དང་ཀླུ་དང་གནོད་སྦྱིན་གྱི་གྲུལ་བུམ་དག་དང་མི་ཡི་སྐད་རྣམས་དང་འགྲོ་བ་ཀུན་གྱི་སྒྲ་སྐད་ཇི་ཙམ་པ་ཐམས་ཅད་སྐད་དུ་བདག་གིས་ཆོས་བསྟན་ཏོ་གསུངས་པས་སངས་རྒྱས་ལ་གསུང་བསྒྱུར་དགོས་ཀྱི་མ་རེད། དེ་ཡིན་དུས་སངས་རྒྱས་མེད་པའི་གི་རྟགས་གསལ་པོ་རེད། ཤེས་སོང་ང་དེ་ལ་བརྟེན་ནས་ཁྱེད་རང་ཚོ་ལ་ཕན་ཐོགས་ཆེན་པོ་ག་ཚད་ཡོང་གི་ཡོད་མི་ཤེས། དེ་བལྟས་ཚེ་ཅི་ཕན་ཐོགས་གི་རེད། ཁྱེད་རང་ཚོས་རེ་བ་བརྒྱབ་ནས་དཀའ་ལས་བརྒྱབ་ནས་ཞུགས་ཡོད་རེད་པ། ང་རང་ལ་དབང་ཐོབ་ཡོད་རེད། ང་རང་དབང་ཐོབ་ས་ཀྱི་བླ་མ་རྩ་བའི་བླ་མ་བརྒྱུད་པའི་བླ་མ་ཚང་མ་ལ་ང་དམ་ཚིག་ཆ་མཉམ་སོང་མེད། དམ་ཚིག་མ་མཉམ་ན་བརྒྱུད་པ་དེ་ཆེ་ཡོད་མ་རེད། དམ་ཚིག་མཉམ་ཚར་ན་བརྒྱུད་པ་ཆེ་ཚར་རེད། དེ་ནི་ང་ཁ་ཁ་དེ་ན་འགྲིག་གི་དགའ་གི་རེད། ཁྱེད་རང་ལ་བསྡད་ནས་དབང་གནང་ཆོས་བཤད་ན་ཅི་ཕན་གི་མ་རེད་དམ་ཚིག་མེད་ན། དམ་ཚིག་མེད་ན་བྱིན་རླབས་ཡོད་མ་རེད་ཡོད་མ་རེད། བྱིན་རླབས་ཟིན་དེ་དེ་དམ་ཚིག་རེད་བ། བརྒྱུད་པ་བར་མ་ཆད་བོད་ཀྱི་དམ་ཚིག། སངས་རྒྱས་བཅོམ་ལྡན་འདས་ནི་ད་ལྟ་བར་དུ་ལ་བརྒྱུད་པ་བར་མ་ཆད་པ། སོ་སོའི་གི་རྩ་བའི་བླ་མ་དང་བརྒྱུད་པའི་བླ་མ་ལ་ཤི་སོ་སོར་བཏབ་པའི་སྡོམ་པ་གི་དམ་ཚིག་མ་ཉམས་པ། ནང་བྱང་ཆུབ་སེམས་དཔའི་ལྷ་འཕགས་ཀྱི་དམ་ཚིག་མ་ཉམས་པ། གསང་བ་སྔགས་ཀྱི་དམ་ཚིག་མ་ཉམས་པ། དེ་ལ་དེ་ནི་ཆ་ཚང་མ། གསུམ་བདུན་ཐེངས་སོ་གཅིག་འཛིན་སྤེལ་གྱི་བྱིན་རླབས་ཆ་ཚང་མ་དེ་འདི་ན་ཡོད། དེ་ཚོ་མང་དྲགས་སོང། ཞེས་ཡར་སྤུར་གྱིས་གསུངས། ལས་ཞིག་མེད་གམ་ཟེར་ན། དེ་ནི་ང་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་དགེ་སློང་ཅིག་ཡིན། དེ་ནི་བསམ་པ་བཟང་པོ་ཅིག་ཡིན། དམ་ཚིག་མ་ཉམས་པ་ཅིག་ཡིན། གཏད་ས་གི་ཁྲི་འདི་ཡང་ང་གི་ཐོབ་དགོས་ས་གི་ཁྲི་མ་རེད། འདི་ཁྱོད་ཀྱི་ཁྲི་རེད། དེ་ནི་ཆོས་ཀྱི་ཁྲིད་དེ་ཡིན་པ་ལ་བརྟེན་ནས་ང་གིས་ཆོས་ཆོས་མ་བཤད་དུས་སྔོན་དང་ཆོས་བཤད་ཚར་བའི་གི་རྗེས་ལ་ཕྱི་ལ་ཕྱག་ཕུལ་གི་རེད། གཞུང་གོ་ས་དེ་གོང་མ་ཚོ་ཐོབ་གོ་ས་ཆེན་པོ་རེད། ད་དེ་གི་དུས་ཚོད་རྫོགས་ཚར་རེད། ད་ཐོབ་གོ་ས་ལ་ཕན་ཐོགས་གང་ཡང་ཡོད་མ་རེད་ཚར་ཚར་རེད། དཔེར་ན་ལོ་རྒྱུས་དེ་ཚོ་ལྟར་ཤིང་བུར་བ། དེ་མ་ཤེས་ན་ལྐུགས་པར་བ། ཅེས་པ། ཡིན་ན་ཡང། ད་ཁྱེད་རང་ཚོས་ཀྱི་ད་རེས་ཚེ་དབང་ཞུ་བའི་སྐབས་སུ་ལ་ང་ཚེ་རིང་པོ་ཐོབ་པར་ཞུ། ཚེ་རིང་པོ་ཐོབ་ནས་དེ་ནས་ང་རང་གི་མི་ཚེ་དེ་དེ་ནས་རང་གི་ཚེ་འདི་ལ་ཕན་ཐོགས་པ། སྐྱེ་བ་ཕྱི་མ་ལ་ཕན་ཐོགས་པ་གི་དེ་ནས་ཡང་དག་པའི་གི་ཆོས་ཅིག་སྒྲུབ་ཀྱི་ཡིན། དེ་ནས་དེ་ན་བཞིན་གི་ང་རང་གི་ཁྱིམ་བཟའ་ཚང་དེ་ན་བཞིན་ད་ངོ་ཤེས་པ་ཚང་མ་ལ་དེ་ནས་ཕན་ག་ཚེ་ཐོགས་ཐུག་བསམ་པ་བཟང་པོ་ཅིག་བྱེད་ཀྱི་ཡིན། དེར་ཚེ་རིང་པོ་བསྡད་ནས་བསམ་པ་བཟང་པོ་བྱས། རང་དོན་དུ་ཆོས་བསྒྲུབ། གཞན་དོན་དུ་བསམ་པ་བཟང་པོ་བྱས་དེ་འདྲ་བྱས་ན། དེ་ནི། དེ་ནི། སངས་རྒྱས་ཚེ་དཔག་མེད་ལ། ཚེ་ཡི་རིག་འཛིན། ཚེ་ཡི་དངོས་གྲུབ། གནང་རོགས་གནང་ཟེར་ནས་ཡ་གསོལ་བ་བཏབ་ནས་ཞུ་བ་དེ་ལ་དེ་མི་རྒྱུ་མཚན་ཆ་ཚང་མ་ཡོད་རེད། དེ་མ་གཏོགས་ང་ཚེ་ཚེ་རིང་པོ་བསྡད་དགོས་གྲགས། ང་དབང་ཆེན་པོ་དགོས་གྲགས། ང་དབང་བེད་སྤྱོད་བཏང་ནས་དེ་ནི་ཉམ་ཆུང་ཚང་མ་མ་སྣུམ་གི་ཡིན་རེད་བ། དེ་འདྲའི་བསམ་ན་དེ་ནི་ཚེ་དཔག་ཚེ་དཔག་མེད་ཀྱི་བྱིན་རླབས་འཇུག་གི་མ་རེད། དེ་ཡིན་དུས་བསམ་པ་བཟང་པོས་མི་འཆི་མི་འགྱེད་དགོས་བ་རེད།

ཕན་ཚུན་སྲིང་བའི་གདམས་པ་ཐོབ་བྱུང། སངས་རྒྱས་ཀྱི་སྲས་ཀྱི་བྲག་ཏུ་ཚུད་སོང་ངོ་བསམ་ནས་དེ་ནས་ཁྱེད་རང་ཚོ་ཚང་མ་བྱང་ཆུབ་སེམས་དཔའ་དང་བྱང་ཆུབ་སེམས་མ་དེ་ནས་བྱུང་སོང་ངོ་བསམ་ནས་སེམས་དགའ་བ་བསྒོམ། དགའ་བ་བསྒོམ་ནས་བདག་དབང་གི་ལམ་ལ་དེ་ནས་ཡན་ལག་བདུན་པ་འདི་སྐད་ཅེས་བསྟོད་གནང་བར་ཞུ། སྔོན་མ་སྨོན་ལམ་རྣམ་པར་དག་པ་བྱེད་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་རེད། ག་རེ་རེད་ཟེར་ན་ང་རང་ཚོ་གསང་སྔགས་རྡོ་རྗེ་ཐེག་པའི་གི་རྗེས་སུ་འཇུག་པ་ཚང་མ་གི་ཆོས་སྒྲུབ་པའི་སྐབས་སུ་ལ་ཆོས་རྒྱ་ཆེན་པོ་བྱས་ན་ཡང་འདྲ། དེ་ནས་དུས་རྒྱུན་མི་མང་འཕྲིན་འཁོར་གཅིག་འདོན་ན་ཡང་འདྲ་གང་འདྲས་ཅིག་ཡིན་ན་ཡང་གྲངས་པ་གསུམ་ཚང་དགོས་ཀྱི་ཡོད། དེ་རིང་ཆོས་གསུང་ཟེར་བའི་སྐབས་སུ་ལ་དེ་མི་དགོས་ལ། བཅར་འདྲི་དང་ཚིག་འཕྲད་དམ་པ་དགོས་ཀྱི་རེད། དེ་ནི་ཆོས་སོགས་ལ་དངོས་གཞི་ག་རེའི་སྒྲུབ་བརྒྱུད་ཀྱི་ཆོས་ཡིན་ན་དེའི་གི་དེ་ནས་བརྒྱུད་པ་གི་བརྒྱུད་པ་བར་མ་ཆད་པ་སངས་རྒྱས་བཅོམ་ལྡན་འདས་ནས་ད་ལྟ་བར་དུ་ལ་ལོ་ཉིས་སྟོང་ལྔ་བརྒྱ་བདུན་ཅུ་ཐམ་པ་ལ་དེ་ནས་རྒྱུད་པ་བར་མ་ཆད་པ་གྱི་རྒྱུད་པ་དེ་སོ་སོ་ལ་ཐོབ་ཡོད་པ་དང། དེ་ནི་སོ་སོ་ལ་དེ་གི་རྒྱུད་པ་དེ་གི་དམ་ཚིག་ཉམས་ཆག་མ་འགྲོ་བར་གསུངས་ཡོད་པ་དེ་འདྲ་གཅིག་དགོས་པ་རེད། དེ་ལ་དངོས་གཞི་དམིགས་མེད་དམ་པ་གསུངས་བ་རེད། ལྔ་བརྒྱ་དུང་ཕྱུར་དམ་པ་ད་རྒྱ་གར་གྱི་བརྩི་མཐོང་བྱས་ན་ལོ་ཉིས་སྟོང་ལྔ་བརྒྱ་དུང་ཕྱུར་རེད་བ། དེའི་བར་དུ་ལ་དེ་ནི་རྒྱུས་པ་བར་མ་ཆད་པ་དེ་སོ་སོ་ལ་ཐོབ་པ་སོ་སོའི་གི་དེ་རྒྱུས་པ་བྱིན་རླབས་ཐོབ་པ་དེ་དམ་ཚིག་མ་ཉམས་པ་དེ་ཉམས་སུ་ལེན་པ་དེ་གནོད་སྦྱིན་མིག་ནད་དམ་པ། དེ་ནི་འཇུག་སྟེ་དེ་ནི་འཁོར་བ་དང་སྣང་བ་མིན་ཏེ། དེ་ནས་དམ་པ་སོགས་སྨོན་ལམ་དེ་ག་རེ་ལ་བཏབ་དགོས་ཡོད་རེད་ཟེར་ན། དེ་ནས་ད་སེམས་ཅན་ཐམས་ཅད་རྩོད་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པའི་གི་ཆེད་དུ་ད་རྩོད་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཟེར་ནས་དེ་ལ་སྨོན་ལམ་བཏབ་དགོས་རེད། ལྟོས་དགོས་ལ། ད་རེས་ང་རང་གིས་དགེ་བ་ག་རེ་བསྒྲུབས་པ་ཆོས་ཞུས་པ་ཆོས་བཤད་པ་ཆོས་ཐོབ་པ་དེ་ལ་གསུང་རྒྱུ། གི་བཅོས་བསྒྱུར་དང་གོ་སྒྲིག་བྱེད་མཁན་ཚོས་ཀྱི་བཅོས་གོ་སྒྲིག་བྱས་པ། མི་མང་ཚོས་དེ་ནི་ཀ་བ་བཅས་ནས་ཆོས་ཞུ་བ་ལ་ཡོང་པ་བོ་དེ་ཚང་མ་གི་དགེ་བ་ཐམས་ཅད་དེ་དེ་གི་ཆེད་དུ་ལ་བསྔོ་དགོས་རེད། རང་ཐག་འདམ་ཡ་ལ་ཉུང་ཉུང་བཅས་ཀྱི་གལ་ཆེན་པོ་དེ་གསུམ་ཅན་བྱེད་པའི་ལབ་ཀྱི་ཡོད།